རྒྱལ་སྤྱིའི་གསང་རྒྱུད་སའི་ག་བོད་པའི་གྲོགས་པོ་གྲོགས་མོ་ཚོ་ཁམས་བཟང་དེ་རིང་ནི་སྤྱི་ལོ་ཉིས་སྟོང་བརྒྱ་མེད་ཉི་ཤུ་ཚན་ང་གཅིག་མདོ་བཅུ་པའི་ཚེས་གསུམ་གཙོ་བྱས་རེས་གཟའ་པ་སངས་རིའི་གུས་མོ་བསྟན་འཛིན་རྣམ་དཔྱོད་ཡིན། སླར་ཡང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསང་རྒྱུད་ཀྱི་མཉམ་སྤྱོད་ཞུ་ཡས་ཡིན་པའི་ཐུགས་སེམས་སྤྲོ་པོའི་ངང་ནས་གསན་རོགས་གནང། དེ་རིང་མཉམ་སྤྱོད་ཞུ་ཡས་ཀྱི་གསང་རྒྱུད་སྐད་གྲགས་ཆེ་ཤོས་དེ་གར་གཏོགས་ཞུས་པས་ན་སྲིད་འཛིན་ཁྲོམ་ནི་ཁི་སིན། ལྷོ་ཀོ་རེ་ཡ་ལ་རྒྱ་ནག་གི་དཔོན་རིགས་མཐོ་ཤོས་ཞི་ཅིན་ཕིང་ཐུག་འཕྲད་གནང་བར་བར་ཁོང་ཚོའི་བར་གྱི་ཚོང་དང་འབྲེལ་བའི་གྲོས་མོལ་དེ་ཧ་ཅང་གི་ཚགས་ཚུད་པོ་བྱུང་སོང་བརྒྱ་ཆ་བཅུ་གཉིས་ནས་ཡིན་ན་བཅུ་སྤྲད་ཡིན་ཞེས་ཆེ་གོ་ལའི་གི་ས་ཁང་ནང་གསལ་བསྒྲགས་བྱས་པར་བར་དེའི་རྗེས་ནས་ཡིན་ན་སྲིད་འཛིན་ཁྲོམ་རྒྱལ་ཀ་ཁར་ཕབ་ཏོ་ལབ་ཡིན་ན་ཨ་རིའི་གི་རྡུལ་ཕྲན་གི་མཚོན་ཆ་ཟེར་བ Nuclear Weapon དེ་ད་ལྟ Pentagon ཞེས་པའི་དམག་གི་ཁོང་ཚོའི་སྡེ་ཚན་ཞིག་ཏུ་བ United States Department of Defense ཟེར་བ། འོ་འདི་ལ་བཀའ་ཕབ་བྱས། རྗེས་ཀྱི་མཚོན་ཆ་འདི་དང་གཞན་དག་གི་མཚོན་ཆ་འདི་དོ། དེ་ཚོ་ཚོད་ལྟ་ལྟ་བུ་ཡོད་བྱས་ནས་རྒྱལ་སྤྱི་གི་ས་ཁང་ན་གསལ་བསྒྲགས་གནང་ཤག་ཟེར་བ། ད་ཨ་རིའི་མཚོན་པ་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལ་བསྡུས་གྲལ་གྱི་མཚོན་ཆ་འདི་ཚོད་ལྟ་ལྟ་བ་འདི་མཐའ་མ་དེ་ཆགས་བསྡད་ཡོད་རེད་ཟེར་བ། ཨ་རིའི་ངོས་ནས་ཡིན་ནའི་ལས་རང་མཚམས་བྱས་རྗེས་དུས་གྲལ་གྱི་མཚོན་ཆ་འདི་བེད་སྤྱོད་མ་བཏང་ཡང་ཐག་ཚོད་ལྟ་མ་བྱས་ད་ཚོད་ལྟ་བྱས་པས་ན་གོ་ལ་ལ་གཏོར་སྐྱོན་ཆེན་པོ་ཞིག་གྲགས་འགྲོ་གོ་རུ་བ་འོང་འདི་རྐྱེན་བྱས་རྗེས་ཨ་ནི་ད་ལྟ་བུ་འདུག་ཚོད་ལྟ་ཁྱོན་ནས་རང་བཏང་ཡོད་མ་རེད་ས། ད་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ནས་བྱས་རྗེས་ཉིས་སྟོང་གྱ་མེད་ཉི་ཤུ་རྩེ་ལྔ་ས་བུ་འདུག་ཚོད་ལྟ་མ་བྱས་པ་བྱས་ད་ད་ལྟ་བྱེད་དགོས་ཡའི་རྒྱུ་མཚན་ག་རེད་ཟེར་བ། འདུས་བྱས་མཚོན་ཆ་འདི་ཨ་ནི Nuclear Weapons ཟེར་བ་ཨིན་སྐད་ནང་ཤོད་པ་ནས་འདི་གསར་གཏོད་བྱེད་ཉེན་སུ་རེད་ཟེར་བ་ལ་སོགས་པའི་ཨ་ནི

ཨ་ནི་མ་ཐོ་ནས་ནས་ལས་གཅིག་ལས་གཅིག་དབང་ཆེན་པོ་ཡོད་ཟེར་བྱས་ནས་ཨ་ནི་དམིགས་བསལ་གྱི་ཨ་རི་འདི་ད་གོ་ལོ་ཁྱོད་ཡོངས་ཀྱི་དབང་ཆེ་ཤོས་འདི་ཡིན་ཟེར་བྱས་ནས་དེ་དེ་འོར་བ་བྱས་ཙང་ཨ་ནི་ཁོ་རང་གི་ད་དུས་ཆེན་གྱི་མཚོན་ཆ་འདི་བེད་སྤྱོད་བཏང་བེད་སྤྱོད་བཏང་ཟེར་བ་ཚོད་ལྟ་ཆེད་ལ་གོ་བའི་རྒྱུ་མཚན་དང་པོ་དེ་ཨ་ནི་ཨུ་རུ་སུ་དང་རྒྱ་ནག་ལ་རེད་བ་ཨ་ནི་ཨ་རི་ལས་དུས་ཆེན་མཚོན་ཆ་ཡོད་ད། ཁྱེད་ཚོ་གཙུག་དགུ་བདེ་ཆེན་རྫིག་རྫིག་དགུ་ཡས་སུ་རེད་ཨ་ནི་ཉེན་བརྡ་བཏང་ཡས་བྱོས་བ་འོང་དེ་རེད་ས་རེད་བ་ཁྲོམ་རྒྱ་གར་བཤད་དོ་ལབ་ཨིན་ཨ་རི་ཡིན་ནས་ལས་ས་རེད་བ་དུས་རྗེས་ཀྱི་མཚོན་ཆ་དེ་ཨ་ནི་ཚོད་ལྟ་ལྟ་བུ་རེད་ས་རེད་བ Equal basis ས Equal basis ལས་དེ་གར་དུ་ལབ་ཨིན་ཨ་ད་རྒྱ་ནག་དང་ཨུ་རུ་སུ་གྱི་ཨ་ནི Nuclear གྱི་ལྟ་དུས་རྗེས་མཚོན་ཆ་དེ་ཨ་ནི་ཚོད་ལྟ་ལྟ་དེ་ས་རེད་བ་ཨ་ནི་ཨ་རི་ཡིན་ནས་ལས་ཨ་ནི་ཚོད་ལྟ་ལྟ་བུ་རེད་ས་ཨ་ནི་གཅིག་མཚུངས་ཆེ་བོ་རེད་ལས་བྱོས་བ་འོང་དེ་རེད་ཤག། ཨ་རི་གྱི་གསང་བ་ལས་ཁུངས་ཀྱི་གར་བཤད་དོ་ལབ་ཨིན་ཨ

བྱས་ཙང་ཨ་སི་ཛི་ཁྲོམ་གྱི་ཨ་རི་ལི་ཡིན་པའི་གནས་ལས་ཨ་ནི་དེའི་ཚོད་ཚོད་ད་ད་ཡ་དེ་གལ་ཆེན་པོ་ཞིག་གྲགས་རེད་ཤགས་ལབ་ཤགས། དེ་ནས་སི་ཛི་ཁྲོམ་གྱི་ཁར་ཤེད་དུ་ལབ་ཡིན་ན་ད་ལྟ་ཨ་རི་ནང་ལོག་ལ་དུས་ཆེན་མཚོན་ཆ་དེ་བེད་སྤྱོད་ད་ལག་འོས་ཀྱི་རྒྱུ་མཚན་དེ་ཡིན་ན་ད་ལྟ་དམག་དོན་གྱི་དབང་ཤུགས་འབྱོར་བ་འོང་དུས་རྒྱུན་སྐྱོང་ཆེ་མཐོའི་དང་ཨ་ནི་རྒྱལ་ཁབ་གཞན་པ་གི་དམག་ཐོག་ནས་ད་མཉམ་སྤྱོད།

དེང་དུས་ཀྱི་ཚན་རིག་དང་མ་མཐུན་པ་ཅིག་སོང་ཙང་བྱས་ཙང་ཨ་ནི་ད་ཨ་རིག་གི་དུད་སྦྲེལ་གྱི་མཚོན་ཆ་ལ་ག་རེ་ག་རེ་ཡར་རྒྱས་བཏང་འོས་དོ་དེ་ཚོ་ཀ་ཉམས་ཞིབ་བྱས་བྱས་སློབ་སྦྱོང་བྱས་བྱས་ཡར་རྒྱས་བཏང་ཡོང་ཞུ་བ་དེ་འདྲས་ཀྱི་ཨ་ནི་དོ་སྣང་སྤྲད་ཡས་རེད་ཟེར་བ། ཨ་ནི་རྒྱ་ནག་དང་ཨུ་རུ་སུ་དེ་བྱང་ཀོ་རི་ཡ་དེ་ཚོ་ཡིན་ན་དུས་རྟག་ཏུ་དེའི་ཀ་ལ་ཨ་ནི་དུས་ཚོད་དང་སློབ་སྦྱོང་བྱས་འགྲོ་སོང་ཆེན་པོ་ཞིབ་བཏང་གོ་ཟེར་བ། འོང་དེ་རྐྱེན་བྱས་ཨ་ནི་སྲིད་འཛིན་ཁྲོམ་རྒྱལ་བ་ཨ་ནི་ད་དེའི་ཀ་ལ་དོ་སྣང་སྤྲད་ཡས་ལ་དེ་བཞིན་ཨ་རིའི་ན་ལོ་ལ། ནས་ཨ་རི་ནང་ལོགས་ལ་བསྡིགས་ཡོད་པ་དང། གསར་གཏོད་ཀྱི་རྣམ་པ་ཡོད་སྐྱོར་གྱི་རྡུལ་ཕྲན་མཚོན་ཆ་བཟོས་རེད་གསར་པ Next Generation སིམ་སྟེ་དུས་སློབ Next Generation Nuclear Systems གི་ཁ་པར་ཡིན་ནའི་ལེ་བཅུ་བཞི་ཡིན་ན་བཅོ་ལྔ་ལེགས་འདུག་བཅོ་ལྔ་ཡིན་ན་བཅུ་དྲུག་ལེགས་འདུག་འདི་ནང་བཞིན་གྱི་རྡུལ་ཕྲན་མཚོན་ཆ་ལེགས་གསར་པོ་ཡོད་གསར་པ་འོ་དེ་འདྲས་ཀྱི་སྲོལ་ལས་འབད་བརྩོན་ཆེ་བོ་རེད་ལ་བཞག་རྒྱུ་རྐྱེན་མང་པོ་ཅིག་རྐྱེན་པས་ན་ཨ་རིའི་ནང་ལོགས་ལ་རྡུལ་ཕྲན་གྱི་མཚོན་ཆ་རྙིང་པར་བ་ད་ཆ་དེ་དུས་ཙམ་པས་དེ་ལས་དོ་སྣང་སྤྲད་རྗེས་བེད་སྤྱོད་བཏང་ཡང་སུ་རེད་ཚོད་ལྟ་བྱེད་འགོ་བཙུགས་རེད་ལ་བཞག་རྦ་སེན་སི་ཁྲོམ་གྱིས་ད་ད་ལྟ་ཉིས་སྟོང་བརྒྱ་མེད་ཉི་ཤུ་རྩེ་ལྔ་ལ་རྒྱལ་ཁབ་སུ་སུ་ལ་ད་ད་རྡུལ་ཕྲན་གྱི་མཚོན་ཆ་ཞེས་པའི་ཞེད་སྣང་ཚ་བོ་དེ་ཡོད་རེད་ལབ་ཡིན་ན་ཨ་རི་ལ་འདུག་རེད་པ། ཨ་རི་དེ་བྱས་དང་པོ་དང་པོ་ཚོད་ལྟ་བལྟ་ས་དེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཞེ་ལྔ་ལ་བལྟ་བཞག་རེད་པ་ཨ་རི། དེ་ནས་ཨ་ནི་ཨུ་རུ་སུ་ལ་འདུག་ཨུ་རུ་སུ་དེ་དུས་ཀྱི་ཡུ་ཨེས་ཡུ་ཨེས་ཨེས་ཨར་ལས་བྱེད་པ་འོང་དེ་དུས་སྐབས་སུ་སྤྱི་ལ་གཅིག་སྟོང་དགུ་བརྒྱ་བཞི་བཞི་དགུ་ལ་རེ་བཞག་དེ་ནས་ཨིན་ཇི་ལུང་པ་བ United Kingdom ཚོད་ལྟ་ལྟ་དུས་འདིར་བཞག་ཚོད་ལྟ་དང་པོ་ལྟ་དུས་ལ་བར་དང་སྤྱི་ལ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་སྐབས་སུ་རེ་བཞག་རེ་བ་དེ་ནས Frans སྤྱི་ལ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ལ་ཚོད་ལྟ་བཞག་དེ་ནས་རྒྱ་ནག་སྤྱིལ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་ལ་ཚོད་ལྟ་ལྟ་བཞག་དེ་ནས་ཨིན་ཇི་ཡ་རྒྱ་གར་སྤྱིལ་གཅིག་སྟོང་དགུ་བརྒྱ་བདུན་ཅུ་བདུན་བཞི་ལ་ཚོད་ལྟ་དང་པོ་ལྟ་བཞག་ར་པ་ཀི་སི་ཐན་སྤྱིལ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལ་ཚོད་ལྟ་དང་པོ་ལྟ་བཞག་ཨི་ཟི་རལ་གྱི་དུས་ཚོད་དེ Not Confirmed ལ་འཁྲིད་བཞག་གཏན་འཁེལ་བ་ཆི་མེད་ལ་སྤྲད་མི་འདུག་ར་དེ་ནས་ནོརྟ་ཀོ་རི་ཡ་བྱང་ཀོ་རི་ཡ་གྱི་ཉིས་སྟོང་དྲུག་ལོ་ལ་ཚོད་ལྟ་དང་པོ་དེ་ལྟ་བཞག་འོན་དེ་ཚོ་གོང་དུ་ཞུས་པའི་རྒྱལ་ཁབ་དེ་ཚོ་ལ་པར་དེ་བཞག་བཞག་ཡོད་པ་ཁོ་ཚོ་ལ་རྡུལ་ཕྲན་གྱི་མཚོན་ཆ་དེ་ཡོད་རེད།

དེ་ནས Soldiers དམག་མི་དེ་ནས Workers ལས་ཀ་བྱེད་ངེས། དེ་འདྲས་ཀྱི་མི་མང་པོ་ཅིག་གླ་བྱེད་ཡིན་ན་ཁུ་སིམ་སིམ་ལས་བྱ་འདི་ག་ལས་ཀ་མང་པོ་ཅིག་བྱེད་བཅུག་རེད། ལས་བྱ་འདི་ག་ལ་འགྲོ་སོང་ག་ཚོད་བཏང་འདུག་ལབ་ཡིན་ན་ཨ་རིག་གི་འགྲོ་ལོ་དུང་ཕྱུར་གཉིས་བཏང་ཡོད་རེད། ད་ལྟའི་ཆ་ནས་བཤད་ཡིན་ན་དུང་ཕྱུར་ཉི་ཤུ་རྩེ་ལྔའི་གི་འགྲོ་གྲོན་ཅིག་ཆགས་བསྡད་ཡོད་རེད། ད་དེའི་སྐབས་སུ་ལ་དུང་ཕྱུར་གཉིས་ཟེར་ན་ཧང་སང་གི་མང་པོ་རེད། ད་དེ་ལས་བྱ་དེ་སྤེལ་བྱེད་ཡིན་ན་གོ་ལ་ཁྱོན་ཡོངས་ཀྱི་ཚན་རིག་དང་འབྲེལ་བའི་གནས་ལས་བྱ། ཁོ་བོ་སིམ་སིམ་བྱས་བྱུས་པ་འོ་འདི་སིག་རིད་ཟེར་བ་བསམ་དབང་ཐོག་ནས་བྱས་འདི་སྐད་གྲགས་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད་ས་ལུག་རྒྱུད་ནར་དང་ཁོ་ལོ་ཁྱོད་ཡོང་གི་ལུག་རྒྱུད་ནར་ལ། དམག་སྤྱི་གཉིས་པའི་སྐབས་སུ་མན་ཧན་ཏན་པོར་ཇེག་ཟེར་བའི་མན་ཧན་ཏན་གྱི་ལས་གཞི་འདི་བཟོ་དགོས་ཡས་ཀྱི་དམིགས་ཡུལ་གཙོ་བོ་འདི་གར་གཏོར་ལབ་ཡིན་ན་ཨ་རིག་གི་དང་འཇར་མ་ནི་དང་ཉི་ཧོང་གི་སྔོན་ལ་བམ་ཤི་ན་ཚ་པོ་ཅིག་བཟོ་ཡས་ཀྱི་འཆར་གཞི་བཏིང་པ་རེད་ས། ད་དུས་དུས་དམག་རྒྱབ་དམག་རྒྱབ་བྱེད་དུས་བརྩམས་པའི་གཅིག་གིས་གཅིག་གིས་རྡུལ་ཕྲན་མཚོན་ཆ་ཟེར་བར་གོ་མཚོན་ཞེ་ན་ཚགས་ཀྱི་གཡུ་བོར་བ་གནམ་ནས་ཡུལ་ནས་ས་ནས་ཡུལ་ནས་གངས་ཆུང་ཆུང་གཡུ་བོར་བ་བྱས་ཙང་ཨ་རིས་འདི་ག་ལ་ཤུགས་རྒྱབ་རྒྱབ་བྱེད་བ་དེ་འདྲས་ཀྱི་ལས་གཞི་གཅིག་ཆགས་ཡོད་རེད་ཟེར་བ། ད་འཇར་མ་ནི་གིས་བཟོས་དེ་འོར་ཉི་ཧོང་གིས་བཟོས་དེ་འོར་རེད། སུས་དང་པོ་བཟོ་ཐུབ་ཡིན་ནའི་ལས་ད་འདི་ལ་རྒྱལ་ཁ་ཐོག་པོར་བ་འདི་དུས་ཀྱི་དུས་ཚོད་འདིར་ད། འོ་དེ་འདྲས་སོང་ཙང་ཨ་རིས་ཤུགས་ཞི་བ་ཞིག་བརྒྱབ་ཅེས་འགྲོ་སོང་ཧང་སང་བཏང་ཡོད་རེད་ཟེར་བ། དེའི་སྐབས་སུ་ཧིད་ལར་གྱིས་ཡང་ཁོ་རང་ཚོ་ལ་འདི་ཡོད་ཟེར་བ་ཚན་རིག་པ་དང་བ་མོ་སུ་གཉིས་མང་པོ་ཞིབ་འཇུག་ཡོད་རེད་བ། དེ་ཚོས་ཨ་རི་ལས་ཞེད་སྣང་ཚ་ཞིག་བཟོས་མ་ཡོང་བསམ་ཟེར་སེམས་ནང་རྔམ་སྐྱག་བྱས་བྱས་ཡིན་ན་ཨ་གསང་བང་ཐོག་ནས་བཟོས་པ་རེད་ཟེར་མི་སུ་གང་ཅིར་བཤད་ཡོད་མ་ཟེར་ད་ཁོ་རང་ཚོས་ནང་ཁུལ་མ་ཤེས།

ཨེ་ཁྲོ་མིག་རྡུལ་ཆེན་མཚོན་ཆ་གཟུགས་བརྙན་གྱི་པ་པ་ལ་ནི་མིང་བཏགས་ཡོད་རེད་ས་ད་ལུག་རྒྱུད་ནང་ལ་ཁོ་རང་འདུག་ཟེ་དེ་རེད་བ་ད་ཁོང་གི་ལུག་རྒྱུད་མདོར་བསྡུས་ཤིག་ང་གུས་མོས་ཞུ་བི་ན། ད་རྡུལ་ཆེན་མཚོན་ཆ་གཟུགས་བརྙན་གྱི་ཚན་རིག་པ་ཞུ་དོག་ཨ་དེ་ཁོ་རང་གི་དེ་འཇིག་ཞུས་བི་ན་ཤི Manhattan Project ལས་ཤག་དེའི་ནང་གི་ཚན་རིག་པ་ནི་ད་ལས་ཀ་བྱེད་མཁན་ན་ནི་གཅིག་རེད་ཟེར་བ། གཅིག་ན་ནས་ཟེངས་སུ་ཐོན་པ་དེ་ཁོ་རང་རེད་ཤག་ཟེར་བ། ཁ་ཆད་ལབ་ཡིན་ན་ཁོ་རང་གིས་བརྟག་དཔྱད་བྱས་བྱས་བྱས་བྱས་བྱས་ཡིན་ན་འདི་བཟོ་ཐུབ་རེད། དུས་རྗེས་མཆོད་མཇའ་བྱིན་ན་ཚ་ཤོས་འདི་གོ་ལ་ཁྱོན་ཡོངས་ལ། ད་ཁོ་རང་ཆ་མཚོན་མེད་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གཉིས་བཞི་ལོའི་གྱི་སྤྱི་ཟླ་བཞི་པའི་ཚེས་ཉི་རྩ་གཉིས་ལ་ཨ་རི་གི་ནིའུ་ཡོག་སི་ཏི་ཟེར་བ་གྲོང་ཁྱེར་ནིའུ་ཡོག་ཞེས་པ་དེ་ལ་སྐད་སྐྱོ་རེ་བཞག་ཟེར་བ། དེ་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེབ་བདུན་ལོའི་སྤྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་ལ་ལོ་དྲུག་ཅུ་རེ་གཉིས་ལ་ནིའུ་ཇེར་སི་ལའི་ས་ཆ་འདི་ལ་གྲོངས་བཞག་ཟེར་བ། ཁོ་རང་གི་སློབ་སྦྱོང་དེ Theoretical Physics ཟེར་བ། གྲུབ་མཐའི་དངོས་ཁམས་རིག་པ་ཟེར་བ Physics ལ་ནི་དངོས་ཁམས་རིག་པའི་ཁར་སློབ་སྦྱོང་བྱས་ཤག་ལོ་ན་ཆུང་བའི་སྐབས་སུ་ནང་མི་གང་ཅག་ཅི་ལ་སྐྱེ་འདོད་ལབ་ན་ཇིའུ་མི་རིགས་ཀྱི་དེ་རི་ཤར་བ། ནང་མི་ཅི་ལ་སྐྱེ་ཤར་བ། ཨ་ནི་དེ་ནིའུ་ཡོག་ལ་ཡོད་པའི་ཕྱུག་བདག་གི་སྤུ་གུ་ཅི་རི་ཤར་ཁོ་རང་ཆུང་ཆུང་གུ་དོན་ནས་ཨ་ནི་ཐེབ་ལོའི་ད་ཨ་ནི་ཚང་མ་ལོ་ཁྲིའི་འདི་ཤིང་སྒོར་གསར་ད་མི་ཁ་ཤས་མ་ལབ་ནས་ནས་ལས་དོ་ནར་ཁྱེད་ཀྱིས་སུ་སུ་ཤིང་གུ་དོ་བ་དེ་འདྲས་རེད་ཟེར་བ་རིག་པ་ཞི་བོ་ཡོད་ཀྱོ་འདྲས་ཨ་ཁོ་རང་དམིགས་བསལ་གྱི་ནི་ཚན་རིག་དང་རྩོམ་རིག་ལ་དགའ་པོ་ཡོད་ཀྱོ་གི་སྤུ་གུ་ཅིག་རེད་ས་ཆུན་ཆུན་ནས་ཁྱེར་བ་ཨ་དེ་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩེ་ལྔ་ལོ་ལ་ཁོ་རང་ནི་དེ་དངོས་ཁམས་རིག་པ་དང་རྫས་འགྱུར་རིག་པའི་ཀར་ལ་ཧར་བོད་ཡུལ་བ University སྤྱི་ལོ་གཅིག་སྟོང་དགུ་བརྒྱ་ཉི་ཤུ་རྩེ་ལྔ་ལོར་སློབ་སྦྱོང་བྱས་རྗེས་གླ་པ་མཐར་སོན་པ་རེད། ཧྭ་བོ་གཙུག་ལག་སློབ་གཉེར་ཁང་ནས་སློབ་སྦྱོང་བྱས་ཚར་བའི་རྗེས་ཟུར་པ་ཁོ་རང་གིས་འབུམ་རམས་པ་ཟེར་བ PhD དེ University of Göttingen ནས་འདུག་ཇར་མ་ནི་ནང་ཡོད་ཀྱོག་གིས་དེ་ལ་སློབ་སྦྱོང་བྱས་པ་རེད་ས་དེ་ག་ལ་ག་རེ་བྱས་འདུག་ལབ་ཡིན་ན་རྫས་འགྱུར་རིག་པ་ཡོད་པ། Quantum Physics ནས་ཟེར་འདུག་དེ་འདྲའི་ག་ལ་སློབ་སྦྱོང་བྱས་པ་རེད། སློབ་སྦྱོང་གནང་གིན་གནང་གིན་ཇར་མ་ནི་ནང་ལོག་ཡོད་པའི་དངོས་ཁམས་རིག་པ་འདྲའི་སྐད་ཆ་ཆེན་པོ་འདྲ་མང་པོ་ཞིག་འདུག་རུ་བ་དེ་ཚོ་མཉམ་དུ་སློབ་སྦྱོང་བྱེད་གིན་བྱེད་གིན་ལས་ཀ་བྱས་བྱས་པ་འོང་དེ་འདྲའི་ཡང་གནང་འདུག།

འདིར་བཞག་ར་ཚའི་རྡུལ་འཕྲུལ་རིགས་ལས་ཞུ་དུག་དེ་ནས་འཇིག་རྟེན་འོད་ཀྱི་གྲུབ་མཐའ་ས། དེ་བཞིན་གློག་མེ་སྐར་མ་བཅས་ལ་ཕན་ཐོགས་ཆེན་པོ་བྱུང་ཡོད། ཅེས་ཞུ་དུག། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཉིས་ལ་ཁོ་རང་ལ་ཨ་རིག་གི་གོང་དུ་བཞུད་མཚམས་ནང་བཞིན་མེ་ཧན་ཐན་ཕོར་ཅེག་ལའི་ལས་གཞི་ཞུ་དུག་ཨ་འོ་འདི་ན་ལས་ཀ་རག་རེད།

ད་མི་དེས་གོ་ལོ་ཁྱོད་ཡོང་ལ་སྐད་ཆ་ཆེ་ཤོས་ཞེ་ན་ཚ་ཤོས་ཀྱི་དུས་ཆེན་ཚུན་ཆ་དེ་ཟོས་ར་ཚོད་ལྟ་དང་པོ་དེ་ག་བ་ལྟ་དོ་ལབ་ཡིན་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཞི་ཡས་ལྔ་སྤྱི་མདོ་བདུན་པའི་ཚེས་བཅུ་དྲུག་ཉིན་མོ་དེ་ཉིའུ་མེག་སི་ཀོ་ལས་ཞུ་བ་ཨ་རིག་གི་ས་ཆ་བྱེ་ཐང་རེད་ཤག་འབྲས་རྩ་ཟེར་བ་བྱེ་ཐང་ག་ལ་དུས་ཆེན་ཚུན་ཆ་དེ་དང་པོ་དང་པོ་ནི་ཚོད་ལྟ་བྱེད་ཏེ་རེད་ས་ཚོད་ལྟ་བྱེད་ཏེ་ཅེ་ན་དེ་ཧང་སང་གི་ཏ། ཁོ་རང་ཚོའི་སེམས་ན་གཅིག་བསམ་ཡོད་རེད་པ་ཨ་རི་དང་ཨ་རི་ཟིག་འཇར་མ་ནི་དང་ཉི་ཧོང་ལས་ཞེ་སྣང་སར་བཟོ་བ་བསམ་ཡས་དེ་དམིགས་ཡུལ་དངོས་གནས་འགྲུབ་རེད། འོ་ཡང་ད་མི་དེ་ཁར་བཤད་དོ་ལབ་ཡིན་ན་ད་འཛམ་བུ་གླིང་འདི་ནང་ལ་གདུལ་བྱའི་མཚོན་ཆ་གཅིག་བཟོས་བྱས་ཡིན་ན་འཛམ་བུ་གླིང་འདི་གཏོར་ཐུག་ཉེས་ཀྱི་མི་གཅིག་ད་གཅིག་བཟོ་ཉེས་དེ་ང་ཡིན་ལ་ནི་ཁོ་རང་གིས་འདྲེ་བཤད་བཞག། དེ་ཨེ་ཆོ་མིག་བམ་ལས་དེ་བཟོས་བྱས་རེད་པ་ཨ་ནི་གོ་ལ་ཁྱོན་ཡོངས་ལ་ཨ་ནི་ཞེ་སྣང་ཚ་བོ་ཞིབ་ཅིག་ཆགས་རེད་པ། ཕྱག་འཚལ་བའི་རྗེས་སུ་ལྟ་ཁོ་རང་གྱོད་སེམས་ལ་འཇིགས་བྱེད་ཅན་ཡིན་ན་ལྟ་ཁོ་ལས་ན་ལ་བེད་སྤྱོད་དང་མོ་གོ་ཆུ་ནུ་མ་དང་ལས་ཀྱི་ལས་འགུལ་མང་པོ་ཞིབ་ཅིག་སྤེལ་ཡོད་རེད་ས་དམིགས་བསལ་གྱི་གོ་ལོ་ཁྱོན་ཡོངས་ལ་ཟེར་བ་རྒྱལ་སྤྱིའི་ཐོག་ལ་ཞི་བདེ་བསྐྲུན་ཡའི་ཆེད་དུ་ལས་འགུལ་མང་པོ་ཞིག་སྤེལ་ཡོད་རེད་ས International Peace ཟེར་བ་འོང་དུ་ཟེར་བ་ཁོང་གིས་ནས་ལས་ཧཱི་ཀྲོ་ཇན་བོམ་ལས་ཞུ་དུ་ཡང་བོམ་ཤི་ན་ཚ་བོ་ཞུ་དུ་རུ་འོང་འདིར་བེད་སྤྱོད་མ་དང་ཡའི་གི་འབོད་སྐུལ་ཡང་མང་པོ་བྱས་ཡོད་རེད་ས། དབང་དུ་བྱས་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་ལོ་ལ་ཁོ་རང་མིག་པ་ཡི་རྐྱེན་ས་ཟིར་བ་དེའི་རྐྱེན་ས་ན་རེས་གཟའ་ཐ་མག་བཞི་བཅུ་ཐིང་གོར་ཟར་བ། Life Long Heavy Smokers། ཨིན་སྐད་ན་ཞུས་པ་ན། མི་ཁ་ཤས་དུ་བ་ཐ་མག་ཐེངས་ཐེངས་མཁན་གྱི་བྱས་རྗེས་ཡིན་ན་དེའི་མིག་པ་དེའི་རྐྱེན་ས་ཆགས་རྗེས་ཨ་ནི་གྲོངས་པ་རེད་ཟར་བ་ད་ཁོ་རང་གི་མེ་ཙི་དེའི་ནང་ལ་ཨ་ནི

སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་ལོའི་སྤྱི་ཟླ་བརྒྱད་པའི་ཚེས་དྲུག་གི་གཟའ་ཟླ་བར་ཤར་བ་ཧེ་རོ་ཤི་མ་ལའི་གི་ཉི་ཧོང་གི་གྲོང་ཁྱེར་ཆེན་པོ་ཞུ་བ་ཝོང་དེ་ལ་བམ་གཉིས་བཟོས་ཡོད་ས་མར་བའི་ལི་ཐིལ་པོའི་ལས་ཞུ་བ་བུ་ཆུང་ཆུའི་བུ་ཆུང་ལས་ཞུ་བ་མིང་བཏགས་སྐྱོར་ད་ཝོང་དེ་གཡུ་བརེ་ས་ར་གཡུ་བཅས་ཡིན་ན། ད་དེ་བཞི་ན་ས་བ་བཞི་བཅུ་ཡོད་གསར་བ། གཡུ་རྡུལ་ཙམ་པའི་ལབ་སྲང་ཁོ་ར་འཐོར་རྗེས་རང་ས་ཁོ་ར་འབུམ་གཅིག་དང་ཁྲི་བཞི་བསད་པ་རེད་གསར་བ་ཨ་ནི་མི། ཕ་ཇོ་ཕི་ཁི་ལ་ཡོད་པའི་ས་ཡང་མང་པོ་ལ་རྨས་སྐྱོན་བྱུང་པ་རེད་ཚབས་ཆེན་རེད་པདྨ་གཟུགས་པོ་ཤ་ཚི་ཡའི་ད་འབྲེལ་ཡོད་པ་རྨས་སྐྱོན་ཚབས་ཆེན་ཕོག་པ་རེད་གསར་བ་ཨ་ནི་གྲོང་ཁྱེར་དེ་ཡི་ནས་ལས་རེད་པ། ཧེ་རོ་ཤི་ཧེ་རོ་ཤི་མ་ཞེས་པའི་གྲོང་ཁྱེར་དེའི་ནས་ལས་ཨ་ནི་ཁང་ཁང་པ་ཡོད་རེད་པ་བརྒྱ་ཆ་བརྒྱ་ནས་བརྒྱ་ཆ་བདུན་ཅུ་གཏོར་སྐྱོན་བྱུང་བ་རེད་ཟེར་བ་ཁང་པ་ཡི་ནས་དྲ་ཁུ་ཡུ་ཡི་ནས་ཚང་མ་ལོ་ལོ་བརྒྱ་ཆ་བདུན་ཅུ་གཏོར་སྐྱོན་བྱུང་བ་རེད་ཚབས་ཆེན་ཆེ། ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཞི་ལྔ་སྤྱི་ཟླ་བརྒྱད་པའི་ཚེས་དགུ་གི་ཉིན་མོ་དེ་ཡང་ཆུ་ཚོད་བཅུ་གཅིག་ཟེར་བ་ཞོ་སྐད་ནས་ད་ལྟ་ཉི་ཧོང་གི་ས་ཆ་ནཱ་ག་སཱ་ཀི་ལས་ཞུ་དུ་འོང་དེ་ལ་ཧྥེད་མེན་ལེ་དང་བམ་གཉིས་ཞུ་དང་ལི་ཏྲི་བམ་གཉིས་ཞུ་དང་ལི་ཏྲི་བོད་དང་ཧྥེད་མེན་ལེ་ཧྥེད་མེན་ལེ་དེ་ས་ཆ་དེ་ལ་གཡུག་པ་རེད། བར་ཚད་དེ་གཡུག་ཚར་བའི་རྗེས་སུ་མི་ཁྲི་བརྒྱད་རང་ས་ལ་གྲོངས་པ་རེད། དེ་ནས་ཕི་ཁི་ལ་དེ་ཉིན་མི་མང་པོ་གཅིག་ལ་རྨས་སྐྱོན་ཤོས་ཡོད་ཅེས་པ་ཚབས་ཆེན་འཁོར་འོང་དེ་འདྲས་བྱུང་བ་རེད། ན་ག་ས་ཀི་ཞེས་པའི་དེའི་ཁང་པ་དང་ཁོར་ཡུག་ལ་གཏོར་སྐྱོན་བརྒྱ་ཆ་བཞི་བཅུ་གཏོར་བ་རེད། འོང་འདུག་ཆེད་ཡིན་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་ཞེ་ལྔ་ལ་ཉི་ཧོང་གི་ཡུལ་བ་ཅིན་ནི་དགུ་བའི་ཚེས་གཉིས་ལ་ཉི་ཧོང་གི་གོ་བརྡ་ཞུས་པ་རེད། མ་དེ་ན་ལར་བ། ས་ཆ་དེ་གཉིས་ལ། བམ་བཞུས་ཚར་བའི་རྗེས་སུ་བལྟ། གནོད་འཚེ་ཞི་བ་ཅི་བྱུང་ཡོད་རེད་གསར་བ། བམ་འདི་མཛད་རྒྱུ་ད་གྲ་མ་འདྲ་ཞེ་ན་ཚང་མ་འདྲ་མི་ལ་གནོད་ཡས་དག་དང་ཁོར་ཡུག་གནོད་ཡས་དག་དེ་འདྲས་ཀྱི་བཟོས་ཀྱོག་རེད་གསར་བ། འོན་ཏེ་ལྟོས་ཙམ་པས་ནི་མི་བརྒྱ་ཆ་བདུན་ཅུ་ལ་བལྟས་ཏེ་བྷི་གྷིས་ཀྱི་ས་ཆ་ཚང་མ་ལོག་ནུས་མེད་པ་བཟོས་རེད་གསར་བ། འདི་ཆར་ས་དང་ཨེ་ཤི་ལེ་བ་ཐེ་ལ་ཆ་རེད་གསར་ཁང་པ་ཡིན་ནས་འདྲ་མི་ཡིན་ནས་འདྲ་ད།

ཨ་ཁང་པ་བརྒྱབ་ཡས་ལས་རྒྱུད་རིམ་བཞི་བཅུ་གོ་རེད་ས་རིབ་བིལ་ཏིང་ཟེར་བ་ཡང་བསྐྱར་བསྐྱར་ཚུ་ཚུ་བྱས་ཡས་ལ་གྲོང་ཁྱེར་དེ་གཉིས་ལ་ཨ་ནི་མི་རྩོམ་པ་པོ་ཆེ་ནི་ཕི་གི་ལྟད་མོ་བཟོ་ཉེ་ད་དེ་འདྲ་མང་པོ་ཅིག་གི་ལྟད་མོ་བཟོས་ཅེར་བ་དངོས་སུ་སྟོན་ཡས་བྱུས་པ་གོ་ལས་ན་ལ་གལ་སྲིད་ཨ་ནི་ནུ་ཀི་ལོ་བས་པོང་ཟེར་བ་མཚོན་ཆ་དེ་འདྲས་ཞི་ན་ཚ་བོ་བེད་སྤྱོད་བཏང་མེད་ན་གཏོར་སྐྱོན་འདྲས་འདྲས་ཡོ་རེད་གོ་ཏོ་པེ་ཡས་ད་འདྲ་མང་པོ་ཞིབ་ཅིག་བྱས་ཡོ་རེད་ཟེར་བ་ད་འཛམ་བུ་གླིང་ཁྱོན་ཡོངས་ལ་ཨ་ནི། འདི་བྱས་བྱས་པ་གོ་ལྡོག་པས་བྱས་པ་མི་དེ་ཚོ་གོ་ཆོད་གོ་བའི་ཆེད་དུ་ལྟད་མོ་དང་སྙན་ངག་དང་དེབ་དང་མང་པོ་ཞིབ་ཅིག་བྲིས་ཡོད་རེད་ས། ད་ལྟའི་ཆ་ནས་ད་ཧེ་རོ་ཤི་མ་དང་ན་ག་ས་ཀི་ལའི་དེ་ག་འདྲར་འདོད་ལབ་ཡོད་ན་ཡང་བསྐྱར་བརྒྱབ་ཡོད་རེད་ས་བསྐྱར་གསོ་བྱས་བྱས་རེད་བ། མོ་ཇོ་ནི་དེང་དུས་ཀྱི་གྲོང་ཁྱེར་ཅིག་བྱས Green ལེ་རེད་བ་ལྕང་མ་དང་སྔོ་ལྗང་དང་ལྡན་པའི་གྲོང་ཁྱེར་ཅིག་བྱས་དེ་ནས Peaceful City གྲོང་ཁྱེར་ཞི་བདེ་ལྷིང་འཇགས་ཀྱི་གྲོང་ཁྱེར་བྱས་དེ་ལ་མི་འབོར་ས་ཡང་གཅིག་ཚགས་གཉིས་ཡོད་རེད་ས་ཉི་ཧོང་གི་ཧི་རོ་ཤི་མ་མཚོན་པས་ན་ད་ན་ག་ས་ཀི་ལའི་དེ་ཡང་བརྒྱ་བརྒྱ་བཟོ་བཟོས་བྱས་ཡིན་ན་ནི། འོ་ན་ག་ས་ཀི་ལའི་དེ་རྒྱ་མཚོའི་འཁྲིས་ལ་ཡོད་པའི་གྲོང་ཁྱེར་ཇི་རེད་ཟེར་བ Beautiful Port City ཟེར་བ Port City ལ་ནི་མཚོ་འགྲམ་ལ་ཡོད་པའི་གྲོང་ཁྱེར་འདྲ་རེད་ཟེར་བ། འོན་ཏེ་བྱས་ད་ལྟའི་ཆ་ནས་ཡང། ད་ཁང་པ་ཡང་བརྒྱ་བརྒྱ་བྱས་བྱས་མི་དེ་ཡོད་རྒྱུ་བྱུས་པ་ཨ་འདྲས་བཟོས་ཡོད་རེད་ཟེར་བ། ན་ག་ས་ཀི་ལའི་དེ་ལ་ནི Peace Park ལས་བརྗོད་རེད་ས་ཞི་བདེ་ཀི་ལྡུམ་ར་ལས་ན་ག་ས་ཀི་ཀི། དེའི་ནང་ལོགས་ལ་ཨེ་ཁྲོ་མིག་བམ་མིའུ་ཛིམ་ལས་གདུལ་བྱའི་མཚོན་ཆ་གྱི་འགྲེམས་སྟོན་ཁང་ཅིག་ཡོད་རེད་ས་འོ་འདི་ལ་ག་རེ་ཡོད་རེད་ལ་སྙེ་མ་གདུལ་བྱའི་མཚོན་ཆ་གཡུ་བྱས་དེའི་ལུགས་རྒྱུས་སྦྱོར་བ་འོ་དེ་ཚོ་ཚང་མ་ལོ་ལྟ་ཡོད་རེད་ས་ཨ་ནི་ད་དེ་མ་འོངས་པའི་མི་རབས་གསར་བ་ལ། སྟོན་ཡས་བཅུ་པ་སྙེ་མ་སྙེ་མ་ད་ལུག་རྒྱུད་ན་ཅལ་གཅིག་སྟོང་དགུ་བརྒྱ་ཞེ་བཞི་ཞེ་ལྔ་ལ་འདུས་བྱས་མཚོན་ཆ་གཡུ་བཅས་ཡིན་ན་མི་ལ་ག་ཚོད་ཀྱི་སྡུག་པོ་མྱངས་ཡོད་མེད་ཁོ་ཡུག་ལ་ག་ཚོད་གཏོར་སྐྱོན་ཕྱིན་ཡོད་མེད་དེ་འདྲས་ཀྱི་བྱིན་ན་ཚ་བོད་ཀྱི་ལྟད་མོ་ད་ད་ཚང་མ་ལོ་ཕི་གེ་ལ་ཡོད་རེད་ས་ད་ཡོད་རེད་སར་བ་མ་འོངས་པའི་མི་རབས་གསར་བ་ལ་ད་མ་ཆེ་ལས་བཅུ་པ་ཞི་བདེ་ལས་ཡག་ཤོས་རེད་ཟེར་གྱི

སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་ཞེ་ལྔའི་ཀྱི་སྤྱི་ཟླ་དྲུག་པའི་དེ་བ་ན་ལ་གོ་བརྡ་ཞུས་ཚགས་རེད་ས་ཏམ་མ་རྒྱག་མེད་ལས་བྱུས་བ་སྤྱི་ཟླ་ལྔ་བ་ས་ལས་ཡོད་དུ་རེད་བ་ཡིན་ནའི་ལས་ཉེ་ཧོང་དེ་མུ་མཐུད་བྱས་ནས་རྒྱ་རེ་རྒྱ་རེ་སུ་མ་རྒྱག་པོ་ཡིན་ས་བྱས་ནས་རེད་བ་མ་རྒྱབ་བྱས་ཡིན་ན་ང་ཚོ་མ་ཤི་བོ་དོ་ཨ་ནི་ད་མ་རྒྱག་པོ་ཡིན་གོ་བརྡ་ཁྱོད་ནས་རང་བཞུགས་མེད་ས་བྱས་ནས་ཨ་ནི་མ་རྒྱབ་བསྡད་ཡོད་རེད་ས་མ་རྒྱབ་དུས་ཙམ་མས་ཡིན་ན་ཨ་རིག་གི་ཨ་ནི་ད་ཉི་ཧོང་དེ་གལ་སྲིད་ཁོ་རང་ཚོས་བཙན་འཛུལ་བྱས་པ་ཡིན་ན་ཨ་ནི་མི་ས་ཡ་མང་པོ་ཤི་ས་རེད་ཟེར་བ་ཉི་ཧོང་གི་མི་གཅིག་པོ་ཞིག་མ་རེད་ཨ་རིའི་གི་མི་ཡང་ཤི་ས་རེད་བྱས་ནས་ཨ་ནི། འཛམ་གླིང་དམག་ཆེན་གཉིས་པའི་གི་ཨ་ནི་དམག་མཚམས་དེ་བཞག་ཡ་ཆེད་དུ་རེད་བ་ད་ཉི་ཧོང་གི་ཁྱོད་རང་ཞེ་འུ་མེད་ཟེར་བ་རེད་བ་འོང་དེ་རྐྱེན་བྱས་ནས་གཡུག་པ་རེད་ས་ཨ་རིས་ཨ་ནི་དེ་རྗེས་ནས་དང་པོ་དེ་ཨ་ནི་ཧེ་རོ་ཤི་མ་ལ་གཡུག་འདུག་ཨ་ཅི་འདི་བརྒྱད་པའི་ཚེས་དྲུག་ལ་ཨ་ནི་ད་དུང་ལས་གོ་བརྟག་ཞུས་ཡོད་མ་རེད་ས་ཉི་ཧོང་དེ་ཧང་སངས་པ་རེད་ཡིན་ནའི་ལས་གོ་བརྟག་ཞུས་ཡོད་མ་རེད་ས་གཉིས་པ་དེ་ཨ་ནི་ཅི།